མི་སྣ་ཉི་ཤུ་ལ་ཡག་ཏུ་རྒྱ་ནག་གཞུང་ངོས་ནས་ཆབ་སྲིད་ཀྱི་ཉེན་ཆེད་ཆེན་པོ་ཞིག་ད་ལྟ་སེ་ར་གནང་ཡོད་རེད། ད་ལྟའི་དབྱིན་ཇིའམ་ཞེས་པའི་ན་སེང་ཤིན་ཏུ་འགོར་བ། དེ་བྱེད་དུས་ཚང་མ་ལ་ཡག་དེ། མི་མང་པོ་ཤོད་ཅིག་ང་རང་གིས་ད་མི་དཀྱུས་མ་དེ་འདྲའི་ང་རང་ལ་འབྲེལ་བ་ཡོད་མཁན་མི་མང་པོ་ཅིག་གིས་ཁ་བ་བཏང་ནས་སྐད་ཆ་དེ་འདྲ་དྲིས་ཀྱི་འདུག་དེ་འདི་ཚང་མ་ལ་ཡང་ལྟ་ཅིག་སེང་ཤིང་ལས་དེ་ག་འདྲ་བྱེད་མིན་དང་ག་དྲག་ཡིན་པ་དང་དེ་འདྲའི་ང་ཚོ་མི་བོད་པ་ནང་ལ་ཡང་མི་མང་པོ་ཅིག་ཧ་གོ་གི་ཡོད་མ་རེད་དེ་སོང་ཙང་ཅིག་དེ་འདྲི་ཅིག་ཞུས་པས་ན་ཐུགས་ཕན་སེ་ས་རེད་ལས་དེ་འདྲ་ཞུ་གི་འདུག། དེ་ཡིན་དུས་ཚང་མ་ལ་ཡ་ད་དེ་རིང་དེ་ང་རང་གི་ཐེ་གཏུགས་ནང་ནས་མ་ལེན་དགོས་པའི་རྒྱུ་མཚན་གཙོ་བོ་དེ་གི་ད་ལྟ་རྒྱ་ནག་གི་རྒྱ་ནག་རིགས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གཉིས་དང་དེ་དང་འབྲེལ་བ་ཡོད་པའི་བོད་པ་ཚ་བོད་པ་དབུས་གོ་ལ་ཡ་ད་ཆབ་སྲིད་ཀྱི་མི་ཆེད་སེང་ཤིང་ལ་རུ་བ་འོ་དེ་དང་འབྲེལ་བའི་ཐོག་ནས་ང་རང་སྐད་ཆ་ཁ་ཤས་ཅིག་ཞུ་ཡ་ཡིན

དེ་ཚོ་ཚིག་ཁ་པར་གྱིས་གཏོང་རོགས་གྱིས་ལས་ཤེས་ར། དེ་ཕར་ཁ་པར་གྱིས་གཏོང་དུས་ཚང་མ་ལ་ཡང་ཁོ་རང་གིས་ག་རེ་ཤོད་ཟེར་ལབ་ན། རྒྱ་ནག་ཆབ་སྲིད་ལས་ཁུངས་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས། ད་ང་ཚོ་དབུས་གོས་ཀྱི་འཐབ་རྩོད་པ་དང། རྒྱ་ནག་རེད་ན་བོད་པ་གི་འཐབ་རྩོད་པ། ལ་ཡང་དེ་རེད། ཆབ་སྲིད་ཀྱི་ཉེས་ཆད་གསང་ཞིང་གཏོང་ཤགས། དེའི་ནང་ལོགས་ལ་ཡང་ད། གཡུང་དྲུང་ལ་རང་མི་འདུག།

ནོར་ལོག་ད། མཁྱེན་བསྡོམས་པའི་དཀྱུས་དཀྱུས་གཉིས་སུ་ནོར་ལོག་ལ་ཡག་པའི་ཞོར་གྱི་ཁྱབ་འདི་འདུག་རྒྱ་ནག་ནང་ལ་ད་མང་ཆེ་ས་ཀྱི་རྒྱ་ཡུལ་དང་ནང་ཆ་དེ་ཡོད་རེད། དེ་ནང་བཞིན་གྱི་ད་འཛམ་བུ་གླིང་གི་རྒྱ་སྐྱེད་ཀྱི International Media པའི་ཁྱེད་ནི CBC དང་ནང་བཞིན Hindustan དེ་ནང་བཞིན་གྱི Global Mail དང་འདྲ་ཡི་གི་ད་ཀྱི་དེ་རྒྱ་སྐྱེད་ཀྱི་ས་ཁོངས་མང་པོ་ཞོར་དེ་འདྲ་གྱི་ནོར་ལོག་ཡག་ད་ཐོན་དུ་འདུག་དེ་ཐོན་དུས་ཚང་མ་ལ་ཡག་ད་སོ་སོ་གྱི་ཨ་ཀ་རོ་གཅིག། ཡིད་མ་ཆེས་རོགས་དེ་འདྲ་ཁྱེད། གྱོང་སོང་རོགས། ད་ད་ད་དེ། ང་ཚོ་ལ་གར་གྱི་ནི་གྱི་དེ། ཆབ་སྲིད་ཀྱི། ཉིས་བརྒྱ་སྟོང་རེ་ལས་དེ། བྲིས་པ་ཆེ་ལེགས་ཡོད་རོགས། དེ་གར་གྱི་ནི་ར་ལོས་པས་ན། ཁ་སིང་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ། རྒྱལ་སྤྱིའི་འགྲོ་བ་མི་གི། ཐོག་སྟོང་གི་ཉིན་མོ་དེ་འདྲ་ནང་ལོགས་ཡ། ང་ཚོ་ཀེ་ནེ་ར་གཞུང་ངོས་ནས། ཀེ་ནེ་ར། ཕྱི་སྲིད་གླིང་ཆེན་གྱི་ངོས་ནས་གསལ་བསྒྲགས་གནང་ནས། རྒྱ་ནག་གི།

སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་ལ་ཡང་ཀེ་ན་ཏྲ་གཞུང་མིང་ནས་རྒྱ་ནག་གི་ལི་ཞི་ཅེ་ལ་ཡང་བོད་དང་དབུས་ཁུལ་ལ་ཡང་ནང་ལ་ཡང་འགྲོ་བ་མིའི་ཐོབ་ཐང་བསྡུ་རེ་གཏོང་གི་འདུག་ལན་ནས་གསལ་བསྒྲགས་བཏང་ཡོད་རེད། ཉིན་བྱེད་ཀྱིས་བཏང་ཡོད་རེད། ཉིན་བྱེད་དེ་ཀེ་ན་ཏྲ་གི་དབུས་གཞུང་གི་དྲ་རྒྱ་ནང་ལོགས་ལ་གསལ་བོ་ཞུ་གི་ཡོད་རེད། གསལ་བོ་ཡོད་པ་མ་ཟད། ཀེ་ན་ཏྲ་གི་ད་ཀྱི། ཆབ་སྲིད་ཀྱི་མི་སྣ། གྲོས་ཚོགས་འཐུས་མི། ཚོ་གཉིས་ནས་ཁྱབ་བསྒྲགས་ཤུགས་ཆེན་པོ་ཞུ་ཆེད་ཀྱི་ཡོད་རེད། སྤེལ་ཚན་ཞེས་པའི་ནང་དེ་དེ་ང་ཚོ་གི་བོད་པ་དང་ཐད་ཀར་འབྲེལ་བ་ཡོད་འཇུག་གི་དབུས་གྲོས་ཚོགས་འཐུས་མི་སྐུ་ཞབས་ཨ་རིབ་བྷི་ར་ནི་ཁོ་རང་འདྲ་བའི་ནང་དེ་ང་ཚོ་ཀན་ནེ་རི་གཞུང་གི་གླིང་ཆེན་ཆགས་ཏེ་ཡོད་རེད། དེ་ནི་ཤེས་ཡིན་གྱི་དང་དྲ་ང་ཚོ་གི་ཀན་ནེ་རི་གྲོས་ཚོགས་ཀྱི་དབུས་འཐུས་མི་ཇེམ་སི་མེ་ལོ་ནི

བལ་བག་གི་ས་ཁོང། བལ་བག་གི་ཅིག། ཁྱི་མི་ན་ཁའི་ཆེ་བ་ཚང་མ་གིས་ད་དེ། ཡག་པོ་བྱུང་ཞག་ལས་གསལ་སྒྲ། གནང་ཡོད་རེད། ད་དེ་ང་ཚོ་གི། ད་ལྟ་གི་གཞུང་དེ་གི་སྐད་ན་དྲ་ནོར་ལོག་ལ་ཡ་ལུ་དགོས་སུ་ཟིན་པའི་རེད་དེ། ད་བོད་དོན་གང་ལ་ཡག་ད་ཅིག་དངུལ་སུ་གི། ལ་ནས་བཏབ་ནས་ན་རེད་ད། ཡིག་ཐོག་ནས། ལྟ་བའི་ལས་དང་དེ་ཆགས་ཡོད་རེད། དེ་ཡིན་དུས་ཚང་མ་ལ་ཡང་ད་ཅི་འདྲ་ཅི་ཉེས་ཀྱི་ཚིག་སྤྱོད་ཀྱི་སྐད་ན་རེ་གཞུང་ངོས་ནས་རྒྱ་ནག་གི་ཆབ་སྲིད་ཀྱི་མི་སྣ་དེ་ཚོ་ལ་ཡང་ད་ནི་ང་ཚོས་ཀྱི་སེང་ཤིང་ཅི་འགྱོད་ཀྱི་རོ་འོ་དེ་ལ་ཡང་ད་ང་ཚོས་ཀྱི་ལན་འདེབས་ཡིན་ལོས་ནི་ད་ཁ་སིང་ཅི་འདྲ་ཅི་ཉེས་ཚིག་ནི་རྩད་གཅོད་ཉིན་མོ་ལ་རྒྱ་ནག་གཞུང་ངོས་ནས་ནི་སྐད་ན་རེ་ནི་ཡོད་བཞིན་པའི་ཀྱི་ཚོགས་པ་ཆེ།

དེ་ཁྱོད་ཡིན། དེ་སྔོན་དུ་ལ་ཡང་ད་ད་དེ་རྒྱ་ནག་གཞུང་གི་ད་ང་ཚོ་ལ་ཡང་སང་ཞིང་རྒྱལ་གྱི་ནང་ལོགས་ལ་ཡང་ད་ཁོ་ཚོ་ག་རེ་ཞུས་ཡོད་ནམ་སོང་ན་རྒྱ་ནག་གི་རྩ་ཁྲིམས་ནང་ལོགས་ལ་ཡང་ད Anti Foreign Sanction Law ལ་ཡང་བསྐྱར་བ། དེ་མཚན་གསུམ་དང་བཞི་ལྔ་དྲུག་བཅོ་ལྔ། ད་ལྟའི་སེ་ར་རྒྱལ་དེ་ཡང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་གླིང་ཆེན་གྱི་ཐོག་ནས་དང་དེ་སེ་ར་སྤུད་དགོས་པ་རེད། སེ་ར་སྤུད་དུས་ཚང་མ་ལ་ཡ་ད་དེ་ཧང་སང་གི་སྙིང་ག་ཞིག་དང་གད་ཆེན་པོ་ཞིག་ཆགས་ཏེ་ཡོད་རེད། དེ་ཡིན་དུས་ཚང་མ་ལ་ཡ་ད་ད་ནི་གད་སྙིང་ག་ཆེ་ཤོས་དེ་ད་ལིའི་གིས་ད་མི་བྱེད་གཏོང་ནི་རེད་བསམ་བཞིན་དེ

རྒྱ་ནག་གི་ཚོང་པ་ར་ཤ་ནང་ལ་ཡང་དམག་གི་ལ་རྒྱ་གཏོང་མཁན་དེ་ཚོར་ཡང་བསམ་བཞིན་ནུས་པ་གཏོང་གི་ཡོད་རེད། དེ་ནུས་བཞིན་གྱི་ད་ཀྱི་ཨི་རན་ནང་ལོགས་ལ་ཡང་ད་ཀྱི་རྒྱུ་སྐྱེད་རིག་ནུས་ཀྱི་ཚོགས་པ་དང་མི་སྣ་མང་པོ་ཀྱང་དེ་ཚོའི་གི་ལ་བསམ་བཞིན་གཏོང་ཡོད། དེ་ནུས་བཞིན་གྱི་རྒྱ་ནག་གི་ཚོང་པ་མང་པོ་ཤོས་ཀྱི་ལ་ད་ཨ་རིའི་གཞུང་ངོས་ནས་བསམ་བཞིན་དེ་ནི་གཏོང་དགོས་རེད་གཏོང་དུས་ཚང་མ་དེ་ཚོ་མི་མང་ཆེ་ས་རོགས་ཀྱི་ད་ཀྱི་ཆབ་སྲིད་ཀྱི་མི་སྣ་གལ་ཆེན་པོ་ཡིན་ན་ཚོང་པ་ཡང་ན་སྐྱིད་པའི་རྒྱུག་ཁྱི་རུས་ལུས་པ། མིན་ན་དམག་དཔོན། དེ་རིགས་རྐྱང་རྐྱང་གིས་ཆགས་ཡོད་རེད། ཡིན་པས་ན་ཏཱ་ལའི་རྒྱ་ནག་གཞུང་གི་ཆབ་སྲིད་ལས་ཁུངས་ངོས་ནས་དེ་ལྟར་ནི་བསམ་བཞིན་གཏོང་ས་དེ་ང་ལྟ་བུ་གྱི་འགྲོ་མིའི་གི་ཐོག་ཐོང་བརྩི་མཁན་གྱི་འཐབ་རྩོད་པ་དང་རང་དབང་བརྩི་མཁན་གྱི་འཐབ་རྩོད་པ་མི་དཀྱུས་མ།

རྒྱ་ནག་དབུས་གཞུང་ངོས་ནས་ད་གིན་དེ་འགྲོ་བ་མིའི་གི་ཐོབ་ཐང་བཙན་གིན་དང་རང་དབང་བཙན་གིན་གི་ཐབས་རྩེད་པ་མིན་ན་དེ་འདྲི་ཅི་ལ་ཡ་ད། ནི་པ་ཏང་ལ་ནི་རེ་སན་ཤིན་ཅི་ཤེས་འཇོག་དེ་ཧ་ལང་ད། དངུལ་སི་ཞིག་དང། ལོ་རྒྱུས་ནང་ལོག་ལ་ཡ་ཅིག་ནི་ཅིག། ཅིག་མ་འདྲ་བ་ཅིག་ཅིག་མ་ལྟ་ཡིན་དུ་སོང་མ་དེ་འདྲི་ཅིག་མཐོང་གི་འདུག། ད་དེ་ནང་ལོག་ལ་ཡ།

ཚོགས་པ་དེས་ལོ་ངོ་སུམ་ཅུ་སོ་བརྒྱད་ཀྱི་ཡོད་པའི་གི་ལོ་རྒྱུས་ཡོད་པའི་གི་ཚོགས་པ་ཅིག་བྱ་དགོས་རེད། ད་དེ་ལོ་ངོ་སུམ་སོ་བརྒྱད་ལས་རིང་གི་དྭགས་ལགས་སུ་འགྲིག་གི་མ་རེད། ཀན་ན་ར་ནོར་ལོར་ཡ་ད་བོད་པ་ལྷས་ནས་སུ་བརྗོད་ལ་ཡ་ད་བཙུགས་ནས་དེའི་ཐོག་ནས་ཡ་ད་ཀན་ན་ར་གཞུང་གི་ནོར་ལོར་ཡ་ད་ཀྱི་བོད་དོན་གི་ཐོག་ནས་དྲིལ་བསྒྲགས་བྱས་དང་གྲོས་མོལ་གནང་ཡ་རྒྱབ་སྐྱོར་བྱས། ཤུགས་ཆེན་པོ་ཞུགས་ཀྱིས་གནང་ཡོད་རེད། ཡིན་པས་ན་ཡང་མི་སྤྱི་ཡིན་པས་ན་མི་ཡིན་པས་ན་ཡང་ལས་ཀ་ཅན་ཚང་མར་བྱེད་ཀྱི་ཡོད། དེ་རིས་མེད་ཀྱི་ཐོག་ནས་མ་གཏོགས། ཞོགས་ཀྱི་དེ་འདྲའི་སྐད་སྤེལ་འཇུག་གི་དེ་འདྲ་ཡོད་མ་རེད། ཡིན་པས་ན་ཡང་ད་ད་ལྟ་དེ་རྒྱ་ནག་གཞུང་གིས་ནུས་པ་བཏང་ཡོད་འདུག་ཚང་མ་ལ་ཡང། Canada Tibet Committee། Canada བོད་དོན་ཞུ་སྡེ་ནས་གོང་དེ། རྒྱ་ནག་གཞུང་གིས་ད།

སྙིམ་པ་དེ་ལྟ་ང་རང་སྒེར་ལས་ཚན་བས་ན་ཡང་སྐྱེ་བོ་སོ་སོ་གི་ད་མཐོ་ལོག་ཡིན་པས་ན་རེད་ང་རང་ཡིན་ན་ཀེ་ན་ཏྲ་ལྷས་ནས་ད་ལོ་ཞོག་དེ་ནི་ཀིན་འགྲོ་དགོས་བ་མ་རེད་ཡིན་པས་ན་ཡང་ད་བལ་བལ་གི་མི་རིགས་ཀྱི་ཐབས་རྩེ་རྩ་དོན་ནང་ལོར་ཡང་ད་སོ་སོ་གི་ད་འཇོན་ན་མ་འཇོན་ན་ཅིག་ལས་ཀ་ལྷག་སོང་ན་ད་ཐོག་ནས་བྱེད་དགོས་ཡོད་རེད་ཨ། བོད་ཁུལ་གྱི་འཐབ་རྩོད་ནང་ལ་ཡང་ལས་ཀ་བྱེད་པའི་སྐོར་སོགས་ལ་ཡང་སོ་སོ་གི་ཐོག་མ་ཁོ་ནས་ཀྱི་སོ་སོ་གི་མི་ཚེ་སྒེར་གྱི་མི་ཚེ་དང་བདེ་འཇགས་དེ་ཚོ་ལ་ཡང་དོ་ཕོག་ཡོད་པ་དང་ནན་ཁ་ཡོད་པ་ད་ཧ་གོ་གི་ཡོད་རེད། ང་ཚོ་བོད་པ་གི་འཐབ་རྩོད་པ་སེ་འདྲ་ཅིག་ཡིན་པས་ན་ཡང་བོད་ཀྱི་འཐབ་རྩོད་ནང་ལ་ཡང་ལས་ཀ་ལས་བྱེད་ཚ་ཞུ་སྐོར་ལ་ཡང་གལ་སྲིད་བོད་དེ་རང་དབང་རང་བཙན་གྱི་མ་རག་པ་དོར་ལ་ཡང་བོད་ནས་འགྲོ་ཆོག་གི་མེད་པ་དེ་ཧ་གོ་གི་རེད། ཡིན་མིན་ན་ཡང། བོད་མི་རིགས་ཀྱི་འཐབ་རྩོད་དང་རྩ་དོན་དེ་གལ་ཆེན་པོ་དེ་འདྲ་གི་ལས་གཟིགས་པའི་ཐོག་ནས་ད་ང་ཚོ་བོད་པ་ཀྱི་འཐབ་རྩོད་པ་ཚོ་ངོས་ནས་བློས་གཏོང་ཆེན་པོ་ཀྱི་བྱེད་པའི་ཐོག་ནས་འཐབ་རྩོད་བྱེད་དགོས་ཀྱི་རེད། སོ་སོ་རང་གནས་ཡིན་པས་ན་དེང་གི་བཞུགས་པ་ནང་བཞིན་གྱི་སྐད་སྣ་སྒྲ་ནོར་ལོག་ལ་ཡར་ལྟ་གྱིས། སླད་ནས་ཞི་རགས་ཀྱིས་འགྲོ་དགོས་ཡོད་མ་རེད་དེ། ཡིན་ན་ཡང་སྐད་སྣ་རེད་ཀྱི། གཞུང་ནོར་ལོག་ལ་ཡར། ཆབ་སྲིད་ཀྱི་མི་སྣ། དབུས་གྲོས་ཚོགས་ཀྱི་འཐུས་མི། ས་གནས་གྲོས་ཚོགས་ཀྱི་འཐུས་མི། ཆབ་སྲིད་ཀྱི་ལངས་ཕྱོགས་དང།

ཕྱིས་སུ་ལས་ཁུངས་ཡིན་ན་རེད། འགྲོ་ཚུགས་ལས་ཁུངས་ཡིན་ན་དེ་ཚོ་ནང་ལ་ཡར་ལྟ་ཐེངས་མ་ཉི་ཤུ་རྩ་ལྔ་ཅིག་འགྲོ་ཡོད་རེད། དེ་བྱེད་དུས་ཚང་མ་ལ་ཡར་ལྟ་ད་ལྟ་རྒྱ་ནག་གཞུང་གི་སོ་སོ་གི་མིང་དེ་རྒྱ་ནག་གི་ལྟ་ཅིག་སེང་ཤིན། ཆབ་སྲིད་ཀྱི་ཉེས་ཆད་གཏོང་ཡ་དེ་ནི་མིང་དེ་གློད་དུས་ཚང་མ་ལ་ཡར་ལྟ་ཅིག་སོ་སོར་དཔའ་དཔའ་ཅིག་དང། སོ་སོར་སེང་ཤུ་གསར་བ་ཅིག

ཏེ། རྒྱ་ནག་གཞུང་གིས་དེ་འབྲེལ་གྱི་ཐེངས་ཉིས་བརྒྱ་སྟོང་བདུན་ཚང་མ་ལ་ཡང། སོ་སོ་ག་རེ་ཚོགས་སུ་ལོན་ན་གཅིག། སོ་སོ་ལས་ཀ་བྱེད་ཤེས་འཇོག་དོན་གནས་འགྲུབ་བྱ་སོང་སོང་རེད་བ། ཀེ་ནཱ་ར་གཞུང་ངོས་ནས་རྒྱ་ནག་གི་འགོ་ཁྲིད་མི་སྣ་བརྒྱད་ལ་ཡང་ནུས་པ་བཏང་ཡོད་རེད་གསན་ཞིང། རྒྱ་ནག་གིས་ད་དེ་ལ་ཡ་ལན་ཡིན་ལོས་ནས་ང་ཚོ་གི་འགྲོ་བ་མིའི་མཐོ་གཏོང་དང་ད་གི་རང་དབང་གི་འཐབ་རྩོད་པ་ང་ཚོ་འདྲ་བོ་གི་ལ་ཡ་དེ་འདྲའི་སྤྱི་འཐུས་ཚོ་ང་ལ་ཡ་རྒྱ་ནག་གཞུང་གི་ཏན་ཏན་གི་བོད་པའི་གི་འཐབ་རྩོད་པ་དང་བོད་པའི་གི་འཐབ་རྩོད་གི་ནི་ཚོགས་པ་དེ་ཚོ་ལ་ཡ་གི་ལྟ་དགོས་ཡོད་པ་དང་ང་ཚོ་ལས་ཀ་བྱེད་ཤེས་རྒྱུ་དེ་དུད་འགྲོའི་ཐན་དགོས་ཡོད་པ་ང་རང་སྐད་ལས་ཡིན་པས་ན་དེང་གི་ཞོར་ན་ཀྱང་སེམས་ཤུགས་གསར་པ་ཞིག་དང་གི་ལས་ཀ་བྱེད་གི་ཡིན་སང་ཡ་གི་དེ་འདྲའི་གི་བློ་ཁོག་གསར་པ་གྱིས།

དེ་ཡིན་དུས་ཚང་མ་ལ་སུ་ང་ཚོ་འགྲོ་བ་དང་སེང་ཤིང་གཅིག་ཚོད་དེ་རྒྱ་ནག་ནང་དུ་འགྲོ་ཡས་མེད་པ་ཡིན་དེ་ཡིན། དེ་ནི་ཤིང་གི་དེ་རྒྱ་ནག་དག་གི་འབྲེལ་བ་ཡིན་དུས་ཀྱི་རྒྱ་ཁབ་མང་པོ་ཀྱི་ནང་ལོག་ཡ་འགྲོ་ཡས་ཀྱི་ཉེན་ཁ་ཡོད་པ་གསལ་བོ་ཤོད་ཀྱི་རེད། རྒྱལ་མཚན་ཞེས་པའི་ནང་དུ་བལ་ཡུལ་འགྲོ་མི་དགོས་ཡ་རེད། ལྷོ་ཨ་ཕི་རི་ཀ་གི་རྒྱ་ཁབ་མང་པོ་ཀྱི་འགྲོ་འགྲོ་ཡས་ཡོད་མ་རེད། དེ་ནི་ཤིང་གི་གཅིག་ད་ཨེ་ཤི་ཡ་རྒྱ་ཁབ་ཀྱི་ཆུང་ཆུང། དེ་གང་ལྟར་རྒྱ་ནག་གི་དང་འབྲེལ་བ་ཡིན་དུས་ཀྱི་རྒྱ་ཁབ་བརྒྱ་ལྷག་ཙམ་ཞིག་ནང་ལོག་ཡ་ད་སོ་སོ་ཀྱི་སྐྱེ་གནས་རིགས་ཀྱི་མི་སེར་ཡིན་པའི་ནང་འགྲོ

སྐད་ནག་རག་གི་དབུས་ཀྱི་ད་ཀྱི་འོད་ཤུགས་སྒྲོབ་དགོས་སེམས་མེད་ན་དེ་ནང་ལོགས་ཡ་ནུས་ཤུགས་དེ་ཐུབ་ཡ་གི་དེ་འདྲ་ཆགས་ཡོད་རེད་སྐད་ནག་རག་ནང་ལོགས་ལ་ཡ་རྒྱ་ནག་གཞུང་དང་འབྲེལ་བ་ཐད་ཀར་བཙུགས་ནས་དེ་དམག་མི་མི་ཐོབ་པ་ཡོད་རེད་ས་ཁེ་པ་ཡོད་རེད་ཚན་རིག་པ་ཡོད་རེད་ད་མང་པོ་ཤུགས་རྒྱོས་དེ་ཚོ་མ་ལ་གྱིས་གྱིས་ང་ཚོ་སོ་སོ་གི་བདེ་འཇགས་ལ་ནན་ཁ་མེད་པ་དེ་རྩ་བ་ནས་ནི་མ་རེད། དེ་ནང་བཞིན་གྱི་སོ་སོ་ལས་ཀ་གྱི་ཚེ་ཁ་འགྲོ་པས་ན་ཡང་ལས་ཀ་རེ་ཡག་ལ་ཡག་དེ་གོ་ལི་ཁ་བོ་ཡོད་རེད་ག་རྐྱེན་ལ་ན་རྒྱ་ནང་གཞུང་གི་སང་ཞིང་གྱི་ཚ་དུས་ཚང་མ་ལ་ཡ་ཀེ་ན་རི་གཞུང་ད་གྱི་དེ་གཞུང་དང་འབྲེལ་བ་མི་འཇུག་གི་ལས་ཀ་བྱེད་ས་ཡིན་པས་ན་རེད་གཞུང་ཡིན་པས་ན་རེད་ཚང་མ་ད་རྒྱ་ནང་གཞུང་གི་རྒྱ་ནང་གི་དཔལ་འབྱོར་ལ་བརྟེན་ནས་བསྡད་གོ་ཡོད་ཙང་གཅིག་སོ་སོ་གྱི་ལས་ཀ་གྱི་ཚེ་བས་ན་ཡང་སོ་སོ་གྱི་མིང་དེ་ཕ་ན་དེང་ཡོང་བ་དང་ལས་ཀ་མ་སྤྲད་ཀྱིན་ཉེན་ཁ་ཡོད་རེད།

ཕྱུག་ནི། རྒྱ་ཁོ་མན་བཅོས་ཀྱི་ཏང་ཙུའུ་མི་རིགས་ཀྱི་ཆ་དེ་ཡོད་རེད། དེ་ཆ་དེ་ཚོ་ནང་ལ་ཡག་ཏང་ཙུའུ་འགན་ཐེ་བ་ཅི་ཡོད་རེད། དེ་ནང་བཞིན་གྱི་ད་ད་ལྟ་བོད་ནང་ལ་ཞི་ལུའི་བོད་མི། བོད་ནང་བཅས་ཀྱི་ད་བོད་མི་ས་ཡ་མང་པོ་ཞོལ་གྱི་གི། བོད་མི་རིགས་དང་རྩ་དོན་ལ་ཡང་བློས་བཏང་ནས། ང་ཚོ་བློས་བཏང་ནས། ནང་མི་དང་ཚང་མ་བློས་བཏང་ནས་དེ་བོད་ནང་ལ་ཡང་མི་རིགས་དང་རྩ་དོན་ཆེད་དུ་ལ་ཡང་བོད་མི་ས་ཡ་མང་པོ་ཞོལ་གྱི་འདས་གྲོངས་སུ་ཕྱིན་ཚར་བ་རེད་རྒྱ་མི་བསད་པ་རེད། དེ་ནུས་བཞིན་གྱིས། མང་པོ་ཞུ་ཅི་ད་ལྟ། རྒྱ་ནག་གཞུང་གི་འོག་ལ་ཡོད་ད་ཏིང་ཁོང་ནང་ལ་ཡོད་རེད། ལྷག་པར་དུ་བོད་ནང་གི་མི་རུ་གསར་པ། མི་རུ་གསར་པ་དེ་ཚོ་གིས། བོད་མི་རིགས་ཀྱི་ཐབས་རྩལ། བོད་ཀྱི་ལོ་རྒྱུས་རྒྱ་རུ། བོད་མི་རིགས་ཀྱི་སྐད་ཡིག། ཆོས་རིག་གཞུང་སྲུང་བཅོས་བཅས་ཀྱི་གདོང་ལེན་བྱེད་སྟངས་དེ་ཚོ་ལྟ་ཡི་འགྲོས་ཚོ་ནང་ལ་ཡོད། ཧང་སང། ཡིན་གྱི། རླབས་མཁྱེན་ཡིན་གྱི་རེད། ང་ཚོ་སེམས་ཤུགས་འཕར་དགོས་ཡ་དེ་འདྲ་གྱི་རེད། དེང་སང། དུས་རབས་ཀྱི། དྲྭ་རྒྱ་གི་དུས་རབས་ཡིན་ཙང་ད་ང་ཚོ་མཐོང་ཐུབ་གི། བའི་ནང་ལོགས་ལ་ཡ། ག་ཚོད་ཀྱི་རྒྱ་ནག་གི་དམ་དྲག་བྱེད་དགོས་པའི་ནང་ལོགས་ལ་དེ་ཚོད་ཙམ་གྱི་བའི་ནང་གི་མི་རུ་གསར་བ་ཚོ་ནི། བྱིས་པ། རྩོམ་པ་པོ།

དེ་སླེབས་ནས་ད་ཅིག་རྒྱ་གཞུང་གི་ལམ་ཁའི་བཟོ་ཡ་དང་དེ་ནས་ཤོར་ཤོར་ཤོར་བྱས་ནས་བོད་བཙན་བྱོལ་ནང་ལོགས་ནས་ད་རྒྱ་རོམ་ཅན་གྱི་དབུ་ཁྲིད་པའི་ཐོག་ནས་གཞུང་བཙུགས་ཡས་ལྷོ་བྲག་བཙུགས་ཡས་དགོན་པ་བཙུགས་ཡས་གཞིས་ཆགས་བཙུགས་ཡས་དེ་འདྲའི་གི་སྐུ་ལས་བྱེད་པ་དེ་ལ་བརྟེན་ནས་ད་ང་ཚོ་བཙན་བྱོལ་ནང་ལོགས་ལ་ཡ་ད་ཧང་སངས་ཀྱི་སྦྱིན་བདག་དང་བསྡུས་པས་ན་མ་འགྲོ་ཅིག་གོ་བ་ང་རང་མཚན་བས་ན་ཡང་ད་ཅིག་རྒྱ་རོམ་སྤྱི་འཐུས་ཀྱི་བཀའ་དྲིན་དང་བུ་ཕྲུག་ཆེན་པོའི་བཀའ་དྲིན་གྱིས་ལྷོ་གཞོང་གི་ར་ཡོད་རེད། དེ་ལས་བལྟས་ཡོང་དུས་ཚང་མ་ལ་ཡག་ཐབས་སོ་སོ་གི་ལས་ཀ་ཇི་དགོས་དགོས་རེད་ཡ་ལས་ཀྱི་སེམས་ཤུགས་ཀྱི་ཡོད་རེད་དེ་ཡོད་ཙང་ད་ད་འདྲ་གཅིག་སོ་སོ་སྒེར་ལ་ཡ་ཕྲན་བུ་ཕྲན་བུ་གི་གྱོང་གུན་ལས་ཀྱི་དཀའ་ངལ་ཡོད་པས་ན་ཡང་དེ་ལ་ཡ་རྩ་བ་ནས་ནས་མི་བྱེད་པ་བྱེད་ཀྱི་མི་འདུག་དོན་དུ་ཡིན་པས་ན་ཡ་ཀྱི་སེམས་ཤུགས་འཕར་བ་ནས་བོད་ཡིག་ལས་མི་དེ་གལ་སྲིད་བོད་ལ་ཡ་ད་རང་མ་རེད་པ་དང་ཡ་སོ་སོ་གི་བོད་མི་རིགས་དང་རྩ་དོན་ལ་ཡ་ལས་ཀ་ཇི་དགོས་རེད་སངས་ཀྱི་སེམས་ཤུགས་ཀྱི་འཕར་དགོས་རེད་ཟེར་བ་ཡིན།

ཀྱི་སེམས་གསོ་བྱེད་ཡས་དང་སེམས་ཤུགས་སྤར་ཡས། དབྱིན་ཇི་ནང་ཞུས་པས་ན Solidarity། བྱེད་ཡས་ཏེ་ཞི་རགས་ཀྱི་ཧིན་དྷི་ནི་གལ་ཆེན་པོ་ཅིག་རེད་ཤག། དབུས་གུར་མཚན་པས་ན་ཏེ་དབུས་གུར་ཡིན་པས་ན་དབུས་གུར་གྱི World Congress ལ་ཡོད་རེད་ཁོང་རང་ཚོ་ནས་ཅིག Statement བྱ་ཡས། ཁོ་རང་ཚོ་གིས་མི་དེ་ཚོ་ལ་ཡག་གི་ཡི་གེ་བཏང་ཡས་ད་དྲ་རྒྱ་ཁ། དེ་ནས་བཞིན་གི་རྒྱ་ནག་གཞུང་གིས་ད་ད་དེ་ཉེས་ཆད་བཏང་བཞིན་འགྱོ་དེ་ལ་ཡག་དགའ་བ་བྱས། དེ་ལ་གདོང་ལེན་བྱས་ཡས་དེ་འདྲའི་གི་ཐོག་ནས་ད་དབུས་གུར་གི་ད་ད་ཀན་ད་ར་གི་དབུས་གུར་ལ་ཡག་ད། ཉིས་བརྒྱད་སྟོང་རེ་དེ་ཡིན་ན་ཤིང་རྟ་ས་གནས་ཤིང་རྟ་ལ་ཡང་རྒྱུག་གི་དབུས་ཁུལ་གྱི་ཚོ་པ་དང་མི་སྣ་གྲ་མཁན་དེ་ཚོའི་ངོས་ནས་ད་ཀྱི་སྤྱི་ཚོགས་དྲ་ལམ་ཁག་ལ་གཟུགས་བས་ན་ཧང་སང་གིས་ཁོ་ཚོ་གི་ལས་འགན་ཤུགས་ཆེན་པོ་ཤུགས་ཀྱིས་སྤེལ་དགོས་བ་དང་གདུང་སེམས་མཉམ་བསྐྱེད་བྱེད་དགོས་བ་དེ་གསལ་བོ་ཤོར་གྱི་རེད། ཡིན་པས་ན་ཡང་ད་བློ་ཕམ་གྱིས་ལོས་བས་ན་རེ་དགའ་ལོས་བས་ན་ད་ཀྱི་ང་ཚོ་བོད་པའི་ནོར་ལོག་ལ་ཡང་ད་ཀྱི་ཏང་གི་བརྩི་འཇོག་ནང་ལ་ཡང་གཞོན་དྲུང་མ་ཡིན་པའི་གི་ཚོ་པ་དང་ད་ཀྱི་མི་སྣ་ཟ་གི་བ་མང་བོ་ཤོར་གྱི་ཡ་རེད། ད་ང་ཚོས་ཀྱི་ཀན་ནོ་རི་བོད་དོན་ལས་ཁུངས་ཁོང་དང་ང་ཚོས་ཀྱི་མི་སྣ་ལྔ། ནས་ཡང་ཉིན་བྱེད་དེ་འདྲ་གཏོང་ཡོད་རེད་དེ་དེའི་སྐོར་ལ་ཡང་ཀྱི་དོ་སྣང་དང། དེའི་སྐོར་ལ་ཡང་ཀྱི་རྒྱབ་སྐྱོར་བྱས་ཡོད་དང། དེ་དང་འབྲེལ་བའི་ཀྱི་ཐོག་ནས་ཀྱི Statement གཏམ་བཤད་བྱས་ཡོད་དང་རྒྱ་ནག་གཞུང་ལ་གདོང་ལེན་བྱས་ཡོད་དེ་འདྲ་རེད་ཀྱི། ང་ནི། ཉུང་ཉུང་འགྲོགས་ཀྱི། མཐོང་ཟོར་བ།

ཀྱི་ཆད་པ་ཡོང་ཆོག་གི་རེད་ང་ཚོ་ཕན་ཚུན་ལས། ཡིན་པས་ན་ཡང་ང་ཚོ་བོད་པའི་གི་འཐབ་རྩོད་ཀྱི་སྒང་ལ་སླེབས་དུས་ང་ཚོ་གི་དགྲ་བོ་རྒྱ་ནག་གི་སྒང་ལ་སླེབས་དུས་ཚང་མ་ལ་ཡང་ང་ཚོ་རྡོག་རྩ་གཅིག་སྒྲིལ་ཐོག་ནས་ང་ཚོ་སྐྱིད་ཡིན་པའི་གི་རྣམ་པ་བསྟན་པའི་ཐོག་ནས་གདོང་ལེན་བྱེད་དགོས་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད།

ཆོད་སྲིད་པ་ཡིན་ན་རེད། གྱོད་འབྲེལ་མ་ཡིན་པའི་ཚོ་པ་ཁག་ཡིན་པས་ན་རེད། མཐོ་བརྩེགས་པ་མི་ཡིན་པས་ན་རེད། ས་ཁུལ་ས་ཁོངས་ཁག་ཡིན་པས་ན་རེད། དེ་འགྱོད་པ་ཀུན་མ་ཡིན་པས་ཡིན་པས་ན་རེད། ད་ལྟའི་གི་གནད་དོན་གི་སྐོང་ལ་ཡང་དོ་སྣང་བྱེད་དགོས་ཡ་དང་རྒྱ་ཁྱོད་བྱེད་དགོས་ཡ་དང། དུང་སེང་ནམ་རྒྱིན་བྱེད་དགོས་ཡ་དེ། དང་དུང་ལེན་བྱེད་དགོས་ཡ་དེ་ཞེ་དྲག་གི་གལ་ཆེན་པོ་རེད་ཤགས། དེ་འདྲི་གི་ཞོན་དེ་བྱུང་སོང། ད་གུས་བཀུར་སྐྱེད་སྲིང་ནས Canada Tibet Committee། Canada བོད་དོན་ཞུ་གཏུག་ལས་ཁུངས་གང་ལས་དེ་ག་འདྲེ་ཡིན་ག་རེ་ཡིན་མིན་གང་ལས་རབ་གསུངས་ཀྱི་ཞུ་འདོད་བྱུང་སོང་ད་དེ་ཐུབ་བསྟན་ས་ཐུབ་བསྟན་ལགས་ཀྱིས་ཐུབ་བསྟན་བསམ་འཕེལ་ལགས་ཀྱིས་དང་ཁོ་རང་ཚོའི་མི་རབས་རྒན་པ་ཚོ་ནས་བཙུད་ནས་ད་ལོ་ངོ་གསུམ་གྱི་སྲོལ་སྐྱེལ་འགྲོ་གི་ཡོད་རེད་མོད་པ་ཁོ་རང་ཚོའི་མི་ལ་ད་དཔེ་དེ་སེང་ཤུག་ཧང་སང་མི་ལུས་ད་རྩ་དོན་དང་བློས་གཏོང་ཇི་འདྲའི་མི་སྣ་དེ་འདྲ་གྱི་རེད། ང་ཚོའི་སྐྱིད་ཐང་གི་བོད་ཕའི་བཙན་བྱོལ་སྤྱི་ཚོགས་ནང་བལྟ་བས་ན། ཡིག་ཚོགས་པ་ཁག་དེ་འདྲ་བརྩི་བས་དང་བརྩི་བས་ན་བདག་པོ་དེ་ཚོ་མང་ཆེ་ས་རོགས་ཀྱིས་རྒྱུ་ཆེན་པོ་དང་ད་ཁང་པར་ཡོང་མཁན་དང་དེ་འདྲ་རྐྱང་རྐྱང་ཆགས་ཀྱི་རེད། ཡིན་ན་ཕྲུ་གྲོན་བསམ་གཏན་ལགས་ཁོ་ཚོས་ཡིག་བཙན་པས་ན་དེ་འདྲ་རྩ་བ་ནས་ནི་མ་རེད་མི་རྣམ་ཆུང་ཞོར་གྱིས་འདྲེ་འདྲ་རེད། ད་ཀན་ན་ཀྲ་བོད་དོན་ལས་ཁུངས་ཁང་དེ་བཙུགས་ནས་ད་ཀན་ན་ཀྲ་ནང་ལོགས་ལ་བསྡད་བས་ཀྱི་ལོ་སུམ་ཅུ་སོ་བརྒྱད་ནང་ལ་ཡང་ད་ཀན་ན་ཀྲ་གཞུང་དང་འབྲེལ་བ་བྱས་ནས་རེད་བ། འབྲེལ་བ་བྱས་ནས། ཆབ་སྲིད་ཀྱི་ཐོག་ལ་ཡག་ཐབས་བྱས་ཏེ་གྲུབ་འབྲས་མང་པོ་ཞོར་གྱི་ཐོན་ཡོད་རེད། ཚོགས་པ་དེ་ཐོག་མར་བཙུགས་དགོས་ཡ་སྐོར་ག་རེར་ལ་ན་ཐ་གྱིས། བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང། མང་གཙོ། རང་དབང། དེ་འདྲའི་སྐོར་ལ་ཡག་ཐབས་གླེང་གི་དཔེ། རྙིང་པ་དེ་ད་ང་ཚོའི་དབུས་བོད་མིའི་སྒྲིག་འཛུགས། རྒྱ་རིན་པོ་ཆེན་གྱིས་ད་བཀའ་སྒོམ་ཤེས་སོང། འདོད། གསུངས་པ་དེ་ཀན་ནེ་ར་ནོར་ལྷོ་ལ་ཡང་རྒྱ་ནག་ཀན་ནེ་ར་གཞུང་དང་འབྲེལ་བ་ཐོག་ནས་བོད་དོན་སྐོར་ལ་ཡང་རྒྱབ་སྐྱོར་ཚད། དེ་དེ་འདྲའི་གསུངས་དོན་དེ་མི་འགུལ་ད་ལྟ་བར་ལུང་གསུང་ཚོད་ཀྱིས་སྤེལ་དགོས་རེད། ད་རྣམ་པ་ཚང་མ་ཧ་གོ་གི་རེད་ཀན་ནེ་ར་གཞུང་ཀན་ནེ་ར་ནོར་ལྷོ་ལ་ཡང་ང་ཚོ་གི་དངུལ་སིལ་གྱི་དོན་གཅོད་ཡོད་མ་རེད་ད་དེ་དོན་གཅོད་དེ་ད་ནི Washington DC གཞུང་ཨ་མི་རི་ཀ་གི་དོན་གཅོད་བྱེད་ཁོམ་ཆགས་དགོས་རེད། ཡིན་ན་ད་གཞུང་ཨ་མི་རི་ཀ་སྐོར་སྤྱི་སྟངས་ཁྱབ་ཆེན་པོ་ཞུ་གི

ནི་ལྷག་པར་དུ་ཀིརྟི་དང་འདྲ། ཀྱི་བོད་དང་འབྲེལ་བ་ཡོད་མཁན་གྲོས་ཆོད་བྱས། རྒྱལ་ཆོས་ཚིག་ཡག་དེ་འདྲས་ཀྱི་ལས་འགུལ་སྤེལ་ཐུབ་ཡོད་རེད། དེ་ནི་ལས་ཀ་བྱེད་མཁན་ཡིན་པའི་ནང་དུ་དེང་གི་ཤོད་པ་ནས་ཤིང་གི་མི་རོ་རྒན་པ་ཡོད་རེད། མི་རོ་གསར་པ་ཡོད་རེད། དེ་ནི་དབྱིན་ཇི་དེ་འདྲས་ཡོད་རེད། ད་ཚང་མ་རིན་མེད་རང་གི་ཐོག་ནས། གླ་ཕོགས་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད། ལས་ཀ་བྱེད་དགོས་ཡོད་རེད། ནས་ཤི་རོ། རྒྱལ་མཚན་ཤི་རོ་དེ་ཅིང་རོ་ན་གླ་ཕོག་ཏིས་ཡོ་རེ། གླ་ཕོག་ཡི་ཏིས་ཡོ་རེ་དེ་དེའི་གི། ད་ངས་ཞུས་ཤ་བས་ན། ཁོ་རང་གི་ཡ་མ། ཅིག། ཨོ་ཏྲོ་བ་དང་དེ་འདྲ་ཕའི་གི་འགྲོ་སོང་དེ་གི། དེ་དང། ཚེ་གླ་ཕོག་ནི་དུས་བས་ན། གླ་ཕོག་དེ་གི། ཁོ་རང་འགྲོ་སོང་དེ་མདང་ཐུག་ཡ་རྩ་བ་ནས་ནི་ཡ་བ་མ་རེད། ད་ང་ཚོས་འགྲོ་བས་ན་ད་ཨོ་ཏྲོ་བ་ལ་མང་པོ་འགྲོ་དགོས་ཡོ་རེ། ཐེ་མ་རེ་རེ་འགྲོ་ཡ་རེ། གྱི་ནི་རིང་འགྲོ་ལུགས། ང་རྒྱལ་སུ་འགྲོ་གི་ཡོད་རེད་བ། ཡིན་ནའང་སོ་སོ་གི་དཔལ་འབྱོར་དེ་ལས་མ་ལྟ་ནས་མི་རིགས་དང་རྩ་དོན་ཐོག་ལ་ཡོད་ས་ང་ཚོས་ཀྱི་ཀྱི་གལ་ཆེན་པོ་ཞིག་བརྩད་ནས་ད་ལས་ཀ་བྱེད་གི་ཡོད་རེད་བ། ཀྱེ་ན་འགྲོ་བོད་རིགས་ལས་ཁུངས་ཁོང་དེ་ཡིན་པས་ན་ཡང་ད་ཀྱི་རྩ་ཆེན་པོ་དེ་འདྲ་ཅིག་རེད་དེ་ད་ལྟ་གནས་བབ་དེ་ད་ཀྱི་རྩ་དྲག་པོ་འགྲོ་བ་ཞུ་གི། དཔལ་འབྱོར་གྱི་གནས་སྐོར་ཡིན་ན་རེད། ཀྱི་མི་རྗེ་ཡིན་མིན་ན་དེ་འདྲ་ཆགས་ཡོད་རེད་དེ་ཡིན་ན་ད་དེ་སྒོ་འབྱེད་པའི་ན་རྩ་བ་ནས་འགྲོ་གི་མི་འདུག་སོགས་ནས་དེ། ང་ཚོས་ཀྱི་ད་ད་ལྟ་ཀྱི་དོ་སྣང་གི་ཐོག་ནས་ད་ཀྱི། གང་ཡས་སོ་སོ་ཀྱི་ལས་ཀ་བྱེད་དགོས་རེད། དེ་ཡིན་དུས་སོང་མ་ཡིན་པའི་ན་ཡང་ད་བོད་བརྒྱུད་ཀྱི་སྤྱི་ཚོགས་ནང་ན་ཡང Canada Tibet Community ལ་ཧ་མ་གོ་མཁན་དང་དེ་འདྲ་མང་པོ་འདུག་རེད་བ། ཡིན་ན་གལ་ཆེན་རེད་ལ་ན་ལས་ཀ་མང་ཆེ་ས་ཀྱི་ཀྱི་ཐོ་ཡན་མི་འཇོག་ཀྱི་གཞུང་དང་འབྲེལ་བ་བྱེད་ཡས་ཀྱི་ལས་ཀ་དེ་འདྲ་ཅོང་ཅོང་རེད། ཀྱི་ཆབ་བྲག་ཞུགས་དེ་འདྲ་བྱས་ནས་བྱེད་དགོས་ཡོད་མ་རེད། མང་ཆེ་ས་ཐུ་ཡས་ཀྱི་ཀེ་ནཱ་རེ་ཀྱི་ཕྱི་སྲིད་ལས་ཁུངས་དང་ཐུག་དགོས་ཡོད་རེད་དེ་ཚོ་ཐུ་ཡས་དེ་ཚོ་པའི་ཆབ་བྲག་བྱས་ནས་དེ་འདྲ་ཀྱི་རྩ་བ་ནས་ནི་མ་རེད། ད་ཡིག་ཆ་དང་འབྲེལ་བ་ཀེ་ནཱ་རེ་གཞུང་དང་འབྲེལ་བ་ཡིག་ཐོག་ནས་མང་པོ་ཅིག་བྱེད་དགོས་ཡོད་རེད་དེ་ཚོ་མཐོང་དགོས་ཡོད་མ་རེད། ཡིན་ན་ཡང་རྒྱལ་ལོ་ལ་ཡར་ལས་ཀ་མི་ཉུང་ཉུང་དེ་དང། བླ་མེད་ཀྱི་ཐོག་ནས་ད་ལས་ཀ་ཤུགས་ཆེན་པོ་ཞུགས་བྱེད་དགོས་རེད། དཔེ་མཚོན་ཞུས་པས་ན་ད་ཉིས་སྟོང།

ལེ་ཏེ་ཚང་མ་སྐྱེས་ཏེ། གཙོ་བོ་ཀེ་ན་རི་བྷི་བྷི་ཏའི་ཤུལ་གྱི་ལས་ཁུངས་ཁང་དང། དེའི་ནང་དུ་ལས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང། དོན་གཅོད། དང་མི་སྣ་མང་པོ་ཞུགས་ཡོད་ཀྱི་ང་ཚོས་སྣོན་རུལ་གྱི་ལས་ཀ་བྱས་ནས། ང་ཚོ་གྲུབ་འབྲས་དེ་འདྲ་འཐེན་དགོས་རེད་དེ་ཡིན་སོང་ང་ནི་ཡང་ཀེ་ན་རི། Tibet Committee། ལས་དེ། ཚོགས་པ་མི་ཉུང་ཉུང་དང་ནམ་ཆུང་གྱི་རེད་དེ། ནས་ལས་ཀ་ཧང་སངས་ཤུགས་ཆེན་པོ། དེ་བ། ཚོ་པ་གཞན་དག་དེ་འདྲའི་ལས་ཡ་མི་བྱ་ཡོད་པ། པེ་ཤ་ཡ་ཡོད་པ། པ་འདྲིན་ཡོད་པ་དེ་འདྲ་ཡོད་རེད་དེ། ཁོ་ཚོ་དང་འདྲ་པོ། ཁོ་ཚོ་ལ་ཡ་ཡ་མེད་པས་ན་འདྲ་བོ་འདྲ་བོ། གི། ཅིག་ཅིག་ཐུ་ཡ་གི་ལས་འགུལ་གྱིས་ང་ཚོ་སྐུལ་དགོས་ཡོད་རེད། དེ་བྱུང་དེ་བྱུང་སོང། ད་མཐའ་མ་དེ་ལས་ཡ། སྤྱི་བཏང་ང་རང་ད་དེ་འདྲ་ཞུ་བ་ནས་བཞིན་ཀེ་ན་ཏྲ་ལྷན་ནས་ཞེ་དྲག་འགྲོ་གི་ཡོད་མ་རེད། ལྷའི་གནས་དང། བོད་རིགས་སྤྱི་མཐུན་ཚོགས་པ་ནས་ནི་རེ་སྐོན་ཆོས་ལྡན་གྱི་རྒྱུད་ལས་བཅས་ཡོད་རེད། རྒྱུད་ལས་བཅས་བསྐོར་སོ་ལ་ཡ་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་གི་ཆབ་སྲིད་ཀྱི་འགན་འཛིན་ནས་འདི་འདྲ་ང་བསྐོར་སོ་ལ་ཡ་ཚོགས་གཙོ་བཀའ་ཟུང་གི་ཚོགས་ལ་གི་ཆབ་སྲིད་གལ་ཆེན་པོ་གྱི་ཐོང་པོ་ཐོག་ནས་དེ། ཆབ་སྲིད་འགན་འཛིན་ལས་ལོག་ཁ། ཤ། གོ་གནས་ལ་ནི་རེ་ད་གཅིག། ལེགས་ཤིག་ཅེས་གསོལ་བ་དང་ཉིན་ཐོ་ནི་རྩེ་གཅིག་ལ། ཡིད་ཀྱི་ཆབ་སྲིད་ཀྱི་འཛིན་གྲྭ་ང་རང་གིས་བྱས་པ་རེད། ང་རང་གིས་ལོ་གཉིས་བྱས་པ་རེད་ཡིན་ལ་ཡག་ད་གཅིག། ཀེ་ན་ར་གི་གཞུང། ཆབ་སྲིད་མི་སྣ་དེ་ཚོ་ནང་དུ་ལྷག་པར་དུ་བལྟས་ན་ཀེ་ན་རི་ཏི་བེད་བཀོད་མི་སྒྲིག་གི་འགན་འཛིན་ནང་དུ་ལས་ཀ། ཤུགས་ཆེན་པོ་དེ་འདྲའི་ལས་ཀ་བྱས་རེད། བྱས་པ་མ་ཟད་གྲུབ་འབྲས་ཡོད་གང་ལ་གང་ཚོགས་ཐོན་ཡོད་རེད། གཅིག་ཀིན་པེ་རྒྱལ་གྱི་ལུང་གི་སྐྱིད་པོ་ཙམ་མེད་པ། ད་གཅིག་ཞུ་གཏུག་གི་ཐོག་ནས་ད། དཔེ་ཚན་ཞེས་པའི་ནང་གཅིག། བོད་པ་གིས་ཡིག་ཆ་མེད་མཁན་དེ་ཚོ་ལ་ཡང་དང་སྐྱབས་བཅོལ་ཞུས་ནས་ཡིག་ཆ་མ་རེག་མཁན་དེ་ཚོ་རེག་གིན་པའི་རྐྱེན་དང་དང། མང་པོ་ཞུ་གི་དང། དྲུག་ཅུ་དང་དེ་འདྲའི་གང་ལ་དང་ལས་ཀ་ཤུགས་ཆེན་པོ་ཞུ་གི་ཡོད་རེད། རྗེས་ནས་དང་ང་རང་གིས་དུས་ཡུན་གཉིས་དེ་རྫོགས་པ་རེད། རྫོགས་ཚར་དུས་ཚང་མ་ལ་ཡང་དང་ཀེ་ནེ་ར།

སྡེ་བའི་གི་རིང་ལ་ཡང་ཁྱོད་རང་གི་ཆབ་སྲིད་དང་ལ་ཡང་ད་ནད་ཉུང་ཡོད་རེད། འགྲོ་སྟངས་ཤིན་དགོས་རེད་ཅེས་རུ་སྐྱེས་སུ་ཞུ་གི་འདུག། ཨ་ཁུ་དེའི་སྐོར་སུ་ང་རང་གིས་ཞུས་རྒྱུ་ཀྱང། ཀྱི་མི་གཞན་དག་དེ་འདྲའི་མི་གསར་བ། དེ་འདྲའི་ལ་གུས་བཀུར་སྟེར་རོ་ཅེས་ཟེར་བ། དེ་ག་སེ་མ་ར་ནས་ང་རང་བྱེད་དགོས་ཟེར་ནས་ཤོད་ཕིན་ཕྱི་རབས་ཐེ་ཆུང་ཤོད་ཕིན་ཕྱི་རབས་ཁོ་རང་གིས་ད། མི་གཞན་དག་མང་པོ་ཅིག་ལས། བཀའ་འདྲི་ཞུས་ཡིན་ས་རེད་བཀའ་འདྲི་ཞུས་རེད་དེ་ཡིན་ནས་ད་སྦྱིན་མཁན་རེད་མི་འདུག། ནི་དགེ་མཁན་མ་རལ་དུས་ཚང་མ་ལ་ཡ་ད། ཚོ་པ་དེ་རྩ་བ་ཆེན་པོ་དེ་འདྲི་གྱི་རེད། གལ་ཆེན་པོ་གྱི་རེད། ད་དེ་ལ་ཡ་གི་དེ། སོ་སོ་གི་མེན་ལབ་གི་ན་རྩ་བ་ནི་འགྲུབ་མི་འགྲུབ་སངས་རྒྱས་དེ། ཀེ་ན་ར་བོད་དོན། ཞུ་དུས་ཁོང་གི་ནང་ལ་ཡ་ད་དང་བླང་གི་ཐོག་ནས་ཡ་ད། སོ་སོ་གི་ནུས་ཤུགས་ཀྱི་ཡ་དེ་འགོ་བཙུགས་པ་རེད། ཧ་ལོང་ད་ལོ་སྐྱིད་ཟླ། སྐྱིད་ཟླ། ལྔ་བ། དེ་འདྲའི་རོགས་ཀྱི་ནི་འགོ་བཙུགས་རེད་བ། ཡིན་དེའི་ནང་ལ་སོ་སོ་གི་གནོན་ཤུགས་རྒྱས་ཏེ་སོ་སོ་གི་དགེ་ལུགས་ཁེ་ཕན་དང། མིའི་རེ་ཡ་དང། དཔལ་འབྱོར་རེ་ཡ་དང་དེ་རྩ་བ་ནས་འཛིན་འདོད་མེད་རེད་བ། ཡིན་པས་ན་ཡང་ད་ཀྱི་བོད་པའི་སྤྱི་ཚོགས་ནང་ལ་ཡང་ཀྱི་ལས་ཀ་བྱེད་དགོས་སོ། བོད་པའི་སྤྱི་ཚོགས་ནང་ལས་ཀ་བྱེད་དུས་ད་ཀྱི་ལས་ཀ་ཡག་པོ་བྱེད་ཀྱི་འདུག་ལོ་ཡ་ཚོ་ལས་ད། ཅིག། མི་འདྲ་མ་འདྲ་བརྟག། དེ་འདྲའི། མང་པོ་ཅིག་ཡོང་གི་འདུག་བ། སྲིད་ཀྱི། སྲིད་ལས་གོས་མེད་ང་རང་གསལ་བོ་ཀྱང་ཤེས་དགོས། ལམ་ཁྱེན་དེ་འདྲའི་ནང་ནས་ཡང་མི་སྣ་ཅིག་གལ་ཆེན་པོ་དང། ངན་ཇུས་བེད་སྤེལ་ཡང་ཅིག། ལས་ཀ་བྱེད་དེ་མི་དེ་འདྲའི་གི། དེ་འདྲའི་ལམ་ཁྱེན་དེ་འདྲའི་འདུག། ཡིན་པས་ན་དེ་གནའ་བོ་ཞིག་གིས་གཏོང་གི་མེད།

བེ་བྷ་ཅི་ཡིན་པའི་ཆ་ནས་ལེན་མཁན་ཅིག་ཡོད་རེད་སོང་རྒྱ་དེ་འདྲ་བྱེད་གི་ཡོད་རེད་བ། དེ་ཡིན་དུས་ཚང་མ་ལ་ཡག་ད། ག་རེ་ཞུ་འདོད་ཀྱང་ཟུར་ན་ན་ཀྱི་ང་ཚོ་བེ་བྷའི་སྤྱི་ཚོགས་ནང་ལ་ཡག་ད། འཐབ་རྩེད་ནང་ལོག་ལ་ཡག་ད་ལས་ཀ་བྱེད་ནས་ཀྱི་མི་དེ་ནུར་ནུར་ནུར་ནུར་ད་འགྲོ་གི་ཡོད་རེད་རེད་བ། ལས་འགུལ་སྤེལ་མཁན་དང་ད་ཀྱི་ཀ་མེད་གནང་མཁན་དང་ཀྱི་ཡོད་རེད་བ། དེ་འདྲ་ཆགས་དུས་ཚང་མ་ལ་ཡག་བྱེད་མཁན་དེ་ཚོ་ལ་ཡག་ཅིག་དངོས་གནས་ཐུགས་རྗེ་ཆེ་དང། དགའ་བསུ་དང།

ངས་ཁ་སིང་ན་ནིང་རེད། སྐུ་སྒེར་ཚང་གི་ཡོན་ཏན་རིན་པོ་ཆེ་འཇིག་རྟེན་ཚོ་མ་ང་རོ་ཞུ་རྒྱུ་བྱུང། ད་རྒྱ་རིན་པོ་ཆེ་དགུང་ལོ་དགུ་བཅུ་སུ་ཕེབས་འགྲོ་གི་ཡོད་རེད། དགུང་ལོ་བཅུ་དྲུག་ནི་ད་ལྟ་ནག་པ་དུ་ལ་ཡར་བཏབ་ཀྱི་རེད། ཀོས་ལི་ཧོན་སན་གྱིས་བརྗོད་ཡོད་རེད། ད་འཛམ་བུ་གླིང་གི་སྤྱི་ཚོགས་ཡིན་ན་རེད་བདེ་འཇགས་ག་འདྲས་ཀྱི་སྤྲོད་པའི་ནང་ཡིན་རེད། རྒྱ་རིན་པོ་ཆེ་གྱི་མཚན་བེད་སྤྱོད་མ་བྱས་པས་ན་ད་ང་ཚོ་བོད་པ་ལས་དང་བོད་ལས་མི་དེ་ཧ་གོ་ནས་ཉུང་ཉུང་ཞུ་གི་ཡོད་རེད་ད་རྒྱ་རོ་མི་ཆེན་མཛད་འཕྲིན་བཀའ་དྲིན་གྱིས་ད་ང་ཚོ་དང་འདྲ་གྱི་མ་འདྲ་བ་ཆགས་ཏེ་ཡོད་རེད་ད་རྒྱ་རོ་མི་ཆེན་དགུང་ལོ་ཆེན་པོ་དེ་ནས་ཆི་ཕེར་དེ་ལྷོད་ལྷོད་ཀྱི་ནས་ཞུ་རོགས་ཀྱི་ཟེར་བ་ང་ཚོ་གི་མི་རོ་གསར་བ་ཚོ་ངོས་ནས་བཙན་བྱོལ་ནང་ལ་ཡག་ད་མི་རོ་རྒན་པ་དང་རྒྱ་རོ་མི་ཆེན་ཁྲི་དབུ་ཁྲི་བིག་དེ་ནས་ལྷོ་སྐྱོང་ཁྲི་ཞལ་འཇོལ་གྱིས་ད་ང་ལྟ་བུ་གི་མི་རོ་གསར་བ་ཚོ་ངོས་ནས་ད་ང་ནས་ཞུ་རྒྱག་གི་ཡིན་ཟེར་བ། ཐུགས་ལྷོད་ལྷོད་ཀྱིས་ནི་ཞུ་རུ་སྐྱེས། ད་འཛམ་བུ་གླིང་སྡིངས་ཆ་འདི་གང་ལ་ཡང་སོ་སོ་གི་ཤེས་ཡོན་གྱི་ད་རྒྱ་མོ་ཆེ་གནང་ཡོད་ཙང་ཤེས་ཡོན་དེ་བེད་སྤྱད་བྱེད་པའི་ཐོག་ནས་འཛམ་བུ་གླིང་གི་མི་རུ་མི་རུ་གཞན་དག་དང་འདྲ་སྣང་གི་ཐོག་ནས་ད་ཅི་བྱེད་ཀྱི་ཡོད། ང་ཚོ་འགྲོ་བའི་ཐོག་ནས་བེད་སྤེལ་གྱི་ཐབས་རྩལ་དེ་བྱེད་ཀྱི་ཡིན་ཟེར་ནས་སོ་སོ་གི་ཁྱི་སེང་དེ་འདྲི་གྱི་ཡོད་རེད་རེད་བ། དེ་བྱེད་དུས་ཚང་མ་ལ་ཡང་ད་ད་ན་ཞོགས་ཀྱི་ང་ཚོ་བསམ་བློ་གཏང་གི་མ་རེད། བོད་པའི་གི་ཐབས་ཟད་དེ་མ་འོངས་པ་ལོ་ལྔ་བཅུ་ཙམ་ནང་ལ་ག་རེ་བྱ་གི་རེད་ཟེར་བ། ད་དེ་སྙིང་ཁ་ཆེ་ཤོས་ཀྱི་རེད། དེ་འདི་ཚོ་ནང་ལ་ཡག་ད་ང་རང་གི་ག་རེ་གསང་གི་ཡོད་ལ་ན། བོད་པའི་གི་ཐབས་ཟད་དེ་ཕ་ལོ་ལྔ་བཅུ་ཡིན་ན་ལོ་བརྒྱ་གནས་དགོས་གི་ཡོད་ན་ང་ཚོ་གི་མི་རབས་གསར་བ་དེ་ཚོ་གི་གསང་ལ་ནང་ལ་ཡག། མི་རིགས་གི་ལ་རྒྱ་ཡོག་པ། རྒྱ་རིགས་ལོ་རྒྱུས་ཤེས་པ། བོད་ཕལ་གྱི་གནས་སྟོབས་ཞན་པ། བོད་ཀྱི་སྐད་ཡིག་དང་རིག་གཞུང་ཞིང་དགོས་པ། ཨ་ཏི། གི་ཆེ་ཤོས་དེ་རེད། ལྷག་པར་དུ་སྐད་ཡིག་ཏུ་བྱ་དགོས་རེད། སོ་སོ་རང་ཉིད་ཡིན་པའི་ནང་དུ། ཀྱི་གུས་པ་ག་དུས་རག་པའི་ནང། མི་རོ་གསར་པ་དེ་ཚོ་ལ་ཡང་སེམས་ཤུགས་སྤར་ཡ་དང་ཁོ་ཚོར་སྐད་ཡིག་ལྷད་པའི། དེ་འདྲའི་གི་སོ་ལྷ་གཏོང་དེ་མེད་ཅིག་ཡིན། དེ་ནི་སོ་མ་ལ་ཡ་ད། གུས་ཀོ་དེ་སིན་གྱི་ཕ་མ་ཚོ་ཡིན་པའི་ནང་ཡང་དུ། སོ་སོ་གི་ཕ་མ་གི་སྤུ་གུ་ལ་ཡ་ད་ཡ་ཤི་དེ་རྒྱལ་ཁུག། ཚུ་མ་སང་དགོས་ཡོད་རེད། གཙང་ཆུའི་ཚོང་མ་ལ་ཡང། སོ་སོ་གི་ཕ་མ་གི་སྤུ་གུ་ལ་ཡང་མི་རིགས་ཀྱི་སྐད་ཡིག་དེ། བོད་ཀྱི་སྐད་ཡིག་དེ་ལྷབ་ཐུབ་ན་བཤད་ཡས་དང་འབྲི་ཡས་དང་ཀློག་ཡས་ཚང་མ་ལྷབ་ཐུབ་པའི་ནས་རུ་བ། དེའི་གི་མི་རིགས་གསར་བ་དེའི་གི་འབྱུང་འགྱུར་མང་བ་མི་རིགས་གསར་བ་དེ་ལ་ཡང་བོད་ཀྱི་སྐད་ཡིག་དང་རིག་གཞུང་དེ་ང་ཚོ་སྤྲད་ཐུབ་རུ་བ། དེ་འདྲི་སྤྲད་པས་ན་ང་ཚོ་གི། མི་རིགས་དོན་ཐུག་སྲུང་ཤེས་སི། བོད་ཀྱི་ངོ་བོ་དང་བོད་ཀྱི་སྐད་ཡིག་དེ་ང་ཚོ་སྲུང་སྐྱོབ་བྱེད་ཐུབ་རེད།

སྐད་ཡིག་དང་རིག་གཞུང། ལྷག་པར་དུ་སྐད་ཡིག་ཏུ་རྩལ་སྨན་བཏང་པས་ན་བོད་ཀྱི་བོད་མི་རུ་ཟེར་ཏེ་རྩལ་སྨན་འཆར་དགོས་བ་དེ་ཁོ་ཚོས་ཀྱིས་ཚོད་དཔག་བྱས་ནས་ཧ་བཀོད་ནས་ད་དེ་འདྲ་བོད་ནང་ལ་ལུང་གིས་སྤིག་དགོས་བར་བ་གཏན་འཇགས་ལོས་དྲ་ལས་ཏེ་སྤིག་དགོས་བར་བ་ད་བོད་ནང་ནང་ལ་ཁ་ཡོག་མར་བ།

སྲིད་ཀྱི་ཆོས་ནོར་ལྷན་ནི་སྐྱེས་པའི་བད་ཀན་གྱི་ཆུ་བོ་མ་ལེགས་བདུག། སྲིད་ཀྱི་ཆོས་ནོར་ལྷན་ནི་བེའུའི་ལྷའི་ཆུ་བོ་མ་ལེགས་བདུག། དེ་སྐྱེས་དུས་ཙམ་ལ་ཡང་ང་ཚོས་ཀྱི་རང་ལྷན་པར་ཡོད་པའི་ཀྱི་ཕ་མ་ཚུལ་མིན་ནས་སོ་སོའི་ཀྱི་སྤུ་གུ་ལ་ཡང་བད་ཀྱི་སྐྱེས་དབྱུག་སྟེ་ཧྲག་ཐག་པ་སྤྲད་ཐུབ་པས་ན། ཏན་ཏན་ང་ཚོ་བད་ཀྱི་ཐབས་རྩལ་དུ་དུང་དུར་ལོ་ལྔ་བཅུ་བརྒྱ་ཚིག་གཅིག་པ་བི་རྒྱ་དང་དུ་བད་ཀྱི

དེ་བྱས་དུས་ཚང་མ་ལ་ཡང་ད་ང་དེ་འདྲ་དེ་ད་གུས་པ་དེ་སུ་ཡིན་ནི་ཤེས་བྱ་ན་འགྲིག་གི་འདུག་ད་ང་ཚོ་བཙན་བྱོལ་ནང་ལོག་ལ་འཚེམ་པའི་ནང་རྒྱ་གར་ནང་ལོག་ལ་ད་མི་མི་རབས་རྒན་པ་མ་གཏོགས་ད་གཞན་མང་མང་ཆ་ས་ཀྱི་ད་ཕྱི་རྒྱལ་ཕེབས་འགྲོ་གི་ཡོད་རེད་ལྷག་པར་དུ་མང་ཆ་ས་ཀྱི་ད་ཡི་རོབ་ཁག་དང་གཞུང་ཨ་མི་རི་ཀ་ཀེ་ན་ཏྲ་ཕེབས་གི་ཡོད་རེད་ད་དེ་ཀ་ཐི་ཝེར་གྱི་རྩ་བ་ཉིད་ནས་ཡོད་མ་རེད། ད་ཕེབས་འགྲོ་གི་ཡོད་རེད་སོ་སོ་གིས་ད་ཀྱི་ག་ལོར་དཔལ་འབྱོར་དང་ད་མི་ཚེ་དང་ད་འདང་ཕེབས་དགོས་རེད་དེ་ཇི་དུས་སོང་ང་ལ་ད་ང་ཚོ་ཀ་ན་ར་ར་བས་ན་ད་དེང་སང་ཟུག་གི་རེད་བེད་དེ་གསར་བ་བེད་པ་གསར་བ་མང་པོ་ཞུ་ཁྱེད་ལས་དགོས་རེད་ད་མ་འོངས་པ་ང་ཚོ་བེད་ཀྱི་ཐབས་ཚད་དེ་གནས་དགོས་གི་ཡོད་ན་ད་མི་ན་རྒན་ཁོ་ན་ཡིན་པས་ན་རེད་ང་ཚོ་ཚང་མ་གི་རྡོ་རྩ་གཅིག་སྒྲིག་བྱས་པའི་ཐོག་ནས་ད་ཀྱི་བྱང་ཨ་མི་རི་ཀ་ཨ་རི་ཀ་ན་ར་ཡུ་རོབ་དེ་ཚོ་ནང་ལོགས་ལ་ཡ་ད་ང་ཚོ་གི་ཀྱི། རྒྱ་གར་ནུས་ཆེན་གྱིས་ཀྱིས་བེ་བེ་ཀྱི་ལྷ་གྲྭ་བཙུགས་ཡ་དང་བེ་བེ་ཀྱི་གཞུང་བཙུགས་མ་ཐེབས་ན་བེ་བེ་ད་ཀྱི་བེ་བེ་ཀྱི་སྤྱི་ཚོགས་དེ་འདྲ་བཙུགས་ནས་དེ་ནང་ལོགས་ལ་ཡ་མི་རོ་གསར་བ་དང་ཆུང་བ་ཚོ་ཀྱི་དེ་བེ་ཡུལ་སྐྱོང་ཚར་ཡོད་པ་བེ་ཁེ་སྐྱོང་ཚར་ཡོད་པ་མི་རོ་རྒན་པ་ཚན་པ་ན་ཀྱི་ལྷོད་ལྷོད་ཀྱིས་འཁྱུད་བྱས་ནས་བསྡད་ཚར་ཡོད་པ་དེ་འདྲས་ཀྱི་ཁུལ་ཞིག་བསྐྲིན་དགོས་ཡ་ཀྱི་དང་དེ་ལས་ཆ་ཤས་བསྟིང་དགོས་ཡ་དང་དེ་ལ་ཡ་དཔལ་འབྱོར་བཀོད་སྒྲིག་བྱེད་དགོས་ཡ་དང་དེ་ཚོ་ཤིན་ཏུ་ནས་གེགས་ཆེན་པོ་ཅི་དང་ད་ཐབས་རྩལ་གྱི་ནོར་ལོག་ལས་ད་གེགས་ཆེ་ཤོས་ཅི་མཐོང་དགོས། ད་དུས་ཚོད་ལྷད་ཤག་ང་རང་སང་དགོས་ཡོད། དབུས་བོད་མིའི་སྒྲིག་འཛུགས་ཡིན་པས་ན་ཀྱི་ད་མི་ན་གེགས་ཆ་མི་ལས་ཀ་གྱེས་ནས་དེ་འདྲའི་ལྗོངས་ཨ་མི་རི་ཀར་དང་ཡུ་རོབ་དེ་འདྲའི་ཁག་ལས་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་ཡོད་རེད་བ་ད་ང་ཚོས་དེ་འདྲའི་ཀུན་སྤྱོད་དེ་འདྲ་མེད་རེད་བ་ལས་གཞི་དེ་འདྲའི་མི་གཉིས་གཉིས་གླ་ཕོག་གྲིས་ཀྱིས་བཏང་རྗེས་དེ་ལྷད་ནས་དེའི་གི་ཆ་ཤོས་བརྐུས་ནས།

ཡིན་མིན་ལ་དེ་ནང་ལོག་ཡ་ད་རྒྱུ་ལས་ཚུལ་ངན་དེ་རིན་མིན་གྱི་ཐོག་ནས་དང་བླང་གི་ཐོག་ནས་ལས་ཀ་བྱེད་དགོས་དུས་ཚང་མ་ལ་ཡ་ད་ཀྱི་དུས་ཚོད་མ་འདང་བར་དེ་དོན་རྐྱེན་གྱི་ད་ཀྱི་ཁེ་ཕན་ཚང་མ་ལེན་ཐུབ་གི་མར་བ། དེ་བྱས་ཏེ་དེ་ལ་ཡ་གཞུང་ངོས་ནས་དབུས་བོད་མི་སྒྲིག་འཛིན་མུ་ནས་ལས་བྱེད་ཀྱི་མིང་ཁྱེད་ལས་པ་དེ་གཉིས་ཀྱི་གླ་ཕོག་སྤྲད་ཅིག་བྱ་ཡ་བས་ན་ཏན་ཏན་ཀྱི་ལས་བྱེད་རྒྱ་ཆེན་པོ་དཔེ་བྱས་ཤེ་ན་བུ་སོ་གང་བརྩི་བས།

ད་དེ། ཕ་མ་ངེད་ནས་བྱེད་དགོས་ཀྱི་རེད། མགོ་འཁྲིད་མི་ངེད་ནས་བྱེད་དགོས་ཀྱི་ཡོད་པ་རེད། དེ་ཡིན་དུས་ཚང་མ་ལས་ང་ཚོའི་གི། མི་རོ་རྒན་པ་ཚོ་གི་མི་རོ་གསར་པ་ལས་མ་ཏེ་བོད་ཀྱི་ཐབས་རྩལ་དེ་མ་སྤྲད་དགོས་ཀྱི་ཡོད་ན། ད་ང་ཚོ་གི་འགན་གྱི་ཁུར་དགོས་ཀྱི་ཡོད་རེད། ད་དེ་ཕ་མ་དང་སྤྱི་ཚོགས་ནང་རྒན་ཁོ་ནས་ང་ཚོ་ཚང་མ་གི། དེ་འདྲས་ཀྱི་མ་བྱས་པས་ན། ད་ང་ཚོ་བོད་དེ་ཁ་བོ་ཞོག་གྱི། རེད་བ། ད་དེང་གི་ཞོག་པ་ནང་བཞིན་གྱི། བོད་ནང་ལ་ཡོད་རྒྱུ་བོད་མི་དེ་ཚོ་ད་ཐབས་རྩལ་ཁོ་ནང་བལྟ་རོགས་རྩལ་ཁོ་ནང།

དེ་འདྲ་བས་ན་དེ་འདྲ་བྱས་པས་ན་དེ་ང་ཚོ་ལུས་རྒྱུན་འགྲིག་ལེ་ན་འགྲོ་གི་མ་རེད། པེ་པེ་བེ་བེ་ནས་ཀྱི་བོད་མི་དེ་ཚོ་དེ་འདྲ་ནང་ན་ང་ཚོ་ཀུན་འདུས་དགུང་ལོ་ཆེན་པོ་དེ་འདྲ་ཕེབས་ཀྱི་ང་ཚོ་ཀྱི་ཁུ་སིམ་པོ་སྐྱེས་ནས་འདྲ་ཆགས་པོ་སྐྱེས་ནས་དེ་འདྲ་ཀྱི་འདས་དེ་མེད་ན་ང་ཚོ་ཀྱི་བཟང་སྤྱོད་དང་ཆོས་དང་ལུས་རྒྱུན་འགྲིག་ག་འདྲ་ཡིན་མིན་ན་དེ་འགྲོ་ཡ་མེད་རེད་རེད་བ།

ཞིང་སྒོ་ཡོང་གིན་གླ་ཆ་ཡོང་གིན། ཐབ་ཚིག་ལས་ཞྭ་ཤིང་ཡོང་གིན་དེ་འདྲ་སྐྱོང་སྐྱོང་ཅིག་ཆགས་ཡོད་རེད། ཡིན་ན་ད་སྐད་ཆ་བཤད་དུས་ཀྱི་ལྷོ་གཞོང་གི་དང་གནས་བབ་དེ་འདྲ་མང་པོ་ཅིག་ལ་རྒྱུ་མཚན་ལ་བརྟེན་ནས་ཀྱི་མི་ལ་ཕ་ཕོ་དུར་འགྲོ་བ་དང་དེ་འདྲ་ཡོང་སྲིད་པར་བ་ད་དེ་ཡིན་དགོས་རེད་བ། ཡིན་ན་ཉེན་ཁ་ཚ་ཤེས་དུས་ག་རེ་ལ་ན་བོད་པའི་ནང་ལོགས་ལ་ཡ་ད་བོད་པའི་སྐྱིད་ཚོགས་ནང་ལ་ཡ་མ་ལྷད་ཀྱི་སོ་སོར་ཀྱི་ཁྲ་རིང་པོ་ཅིག་འགྲོ་ནས་སོ་སོ་སུ་མེད་ཚུལ་བྱས་ནས་བསྡད་དེ་མི་ད་བོད་པ་འདྲི་ཅིག་འདྲི་བ། ད་དེ་ཚོ་ཉེན་ཁ་ཚ་ཤེས་དང་ད་དེ་འདྲ་བོད་པའི་དེ་ནང་ལོགས་ལ་ཡ། དེ་འདྲའི་ཐལ་རིང་པོ་བཀྲོལ་བས་ན་སྣ་ཚོགས་ཏེ། ཉེན་ཁ་ཚད་གཞི་དེ་ངས་མཐོང་དགོས་ཡོད་ར་མ་གཏོགས་བལ་པོའི་སྤྱི་ཚོགས་ནང་ཚུལ་དེ་ནི་ང་ཚོ་ཕར་ཚད་ཅིག་གཞི་རེ་ཡོང་པ་དང་དེ་འདྲའི་སྐྱོན་མེད་ན། ཀྱི་གནད་འགག་ཅིག་མཐོང་གི་མི་འདུག་ད་དེ་རིང་འདིར་དུས་ཚོད་རིང་པོ་འགྲོ་བའི་ཆ་སོང། ང་རང་གི་སེམས་པ་ནང་ག་རེ་དྲན་པ་དེ་ལྷ་བཟོ་རྣམ་དག་གཏོང་ནས་ཅིག་ཞུ་དགོས་ཤེས་དགོས་སང་ཟེར་བ་བཤད་པས། ད་དེ་ནང་ལོགས་ལ་ཡ་ཅིག་ཐུགས་ཕན་སེལ་བ་དང། ཀྱི་ཕན་ཐོགས་ཡ་དེ་མི་འདུག་ན་སོ་སོ་ཀྱི་ངོ་ཤེས་པ་དང་ནང་མིང་དང་དེ་འདྲ་ལས་ལྷག་ཚེ་འཇུག་གི་ནོར་རོ་གྱིས་ཞུ་བ་ཡིན་ངེས་དུས་ཀྱི་ཚེ།